རེ་བ་དང་ཀླུ་སྒྲུབ་དང་ཐོགས་མེད་དང། ཨེ་དེ་འདྲ་མ་བྱས་ནས་བོད་གངས་ཅན་གྱི་ལྗོངས་ལ་ཡར་ཁན་ཅིག་ཞི་བ་སུ་དངོས་སུ་ཐེབས་ཐེ་གི་ཞུས་པ་ན་ཞེ་རེ་ད་དེ་འདྲ་མ་བྱས་ནས་བོད་གངས་ཅན་ལྗོངས་ཀྱི་རང་གི་ཨེ་ནི་མཁས་པ་དང་སྤྲུལ་པའི་སྐྱེས་བུ་ཟམ་མི་ཆད་པ་ཅིག་གིས་ང་རང་ཚོའི་མི་འདོད་པ་དུ་བྱུང་དེ་ཡག་རེད་མེད་འདྲ་འདུག་ག་མེད་འདྲ་ཡོད་འདྲ་མེད་འདྲ་འདུག་ག།

དཔེར་ན་བན་གོས་ཕོག་ཀླུ་སྒྲུབ། རྣམ་དཔྱོད་དཔེར་བྱ་བ་རེ་ལ་རྣམ་དཔྱོད་ཡོད་པ་གསུམ་དུ་མ་གསལ་བས། དཔེར་ན། མདོ་སྡེ་ལས་ཡ། གྲངས་ངེས་ཕྱེད་ནི། མདོ་སྡེ་ལས་ཡ་ཨེ་ནི། སྒྲ་ཇི་བཞིན་པ་ཡིན་མིན་གྱི་རྣམ་དབྱེ་རུ་ཕྱེད་ཡོད་དུ་བསམས་ནས་ཞེ་གསུམ་པར་ཞུགས་ན་བློ་ཁོག་ཡོད་རེད། བཅོམ་ལྡན་འདས་ཀྱིས། བཅོམ་ལྡན་འདས་རང་ཉིད་ཀྱིས་གསུངས་པའི་བཀའ་ཅི་ལ་ཡིན་པ་ཡིན་ནའི་ཞིབ་འཇུག་ནང་དཔྱད་པ་བྱས་ནས་ཨོ་ད་འདི། ངེས་དོན་གྱི་མདོ་རེད། དེ་དྲང་དོན་གྱི་མདོ་རེད་ཟེར་ནས་ཐག་བཅད་ནས་གསུང་ཡོང་འདུག་བ། སྟོང་པ་ཉིད་ཟེར་གི་ཚིག་ཙམ་ཡོད་པ་ལ་ཆ་མ་བཞག་བ། ཨེ་ནི། དེ་དང། གཞུང་འདི་དང་འདི། ཨེ་ནི། སྟོང་པ་ཉིད་ཀྱི་དོན་དེ་ག་འདྲ་ཞིག་ལ་གསུང་གི་འདུག་བ། ངོ་བོ་ཉིད་ཀྱིས་གྲུབ་པའི་སྟོང་བ་ལ་དགོངས་པ་བཞེས་ནས་ཡོད་ན་སྟོང་ཉིད་མཐར་ཐུག་གསུང་གི་ཡོད་དེ་ངེས་དོན་གྱི་མདོ་རེད། དེ་འདྲ་མ་ཡིན་པས་དཔེར་ན་གཟུང་འཛིན་གཉིས་སྟོང་གི་དཔེར་ན་སྟོང་ཉིད་འབྲས་བུ་གསུངས་ཡོང་ངེས་བྱས་པ་ཡིན་ན་དེ་ཡིན་ནི་སྟོང་པ་ཉིད་མཐར་ཐུག་དེ་མ་རེད་ཟེར་ནས་བཅོམ་ལྡན་འདས་ཀྱི་བཀའ་ཡིན་པ་ཡིན་ན་ཡང་རྣམ་དབྱེ་ཕྱེ་ཡོང་གི་ཡོད་རེད། དེ་རྩ་བ་བཅོམ་ལྡན་འདས་ཀྱིས་ཨ་ནི་ངས་བསྟན་བཞེད་པ་དེ་ལ་བརྟག་དཔྱད་བྱེད་ཁམས་དང་མོས་པ་ཐ་ཡིག་དུས་ཀྱི་ཡིག་གསུང་ཡག་གི་མཐའ་ཡས་པའི་འགྲོ་བའི་རེ་བ་སྐོང་ཡག་གི་ཆེད་དུ་གསུངས་པ་ཡིན་དུས་རྩ་ནས་གདུལ་བྱའི་ཁམས་དང་མོས་པའི་ཁྱད་པར་ལས། ལྟ་བ་ལ་ཆ་བཞག་ནས་ལྟ་བ་ཕྲ་རགས་མང་པོ་གསུངས་ཡོད་རེད་དེ་ཡུལ་དེའི་ཁྱད་པར་འབྱེད་བཞིན་པ་གོ་བ་རེད་ཟེར་ནས་བཅོམ་ལྡན་འདས་རང་གི་བཀའ་གནང་ནས་ཡོད་པ་ཡིན་དུས་དཔོན་གྱི་བུ་ག་ཀླུ་སྒྲུབ་ལ་སོགས་པ་དེ་ཡུལ་དེ་གི་ཞེ་ས་མ་ཞུས་ན་སངས་རྒྱས་ཀྱི་བཀའ་ལ་དཔྱད་པ་བྱེད་ཡག་གི་ཐོབ་ཐང་རུ་དེ་ཆ་ཚང་པའི་ལོངས་སྤྱད་པ་གནང་བྱས་དཔྱད་པ་གནང་གི་འདུག་བ་ཅི་ན་ཞེ་ས་མ་ཞུས་ན་སྙིང་སྟོབས་ཡོད་རེད་རྣམ་དཔྱོད་ཡོད་རེད་དེ་ཐམས་ཅད་ལོ། གཞན་ལ་ཕན་བདེ་བསྒྲུབ་ཡ་ཁོ་ནའི་ཆེད་དུ་དགོངས་ནས་ད་ཉམས་ཞིབ་གནང་བ། སློབ་དཔོན་སངས་རྒྱས་བསྐྱངས་ཀྱི་བི་ཏུ་པ་ལི་ཏའི་ཨུ་ཏེ་ལ་ཡ། སློབ་དཔོན་སློབ་དཔོན་ཐུགས་རྗེ་ཅན་གྱི་རྩ་བ་ཤེས་རབ་ལ་སོགས་པ་སོ་སོར་མཛད་ཡ་དེ་དང། ཐུགས་རྗེ་ཆེན་པོའི་དབང་གིས་མཛད་པ་ཡིན་ཟེར་ནས་གསུང་བ་ན་བཞིན་རེད་དེ་རེད་པ། གཅིག་ཏུ་གཞན་ལ་ཕན་པ་ཁོ་ནའི་ཆེད་དུ་དགོངས་ནས་ད་གསུངས་བསྡད་ཡ། དེ་ཡིན་དགོས་ཡ་དེ་བཅོམ་ལྡན་འདས་ཁོ་རང་གང་གི་ཐུགས་སེམས་ངལ་བསོས་ནས་ལྟ་བ་ཐམས་ཅད་སྤངས་པ་བཞིན་དམ་པའི་སེམས་སྟོང་ཆེན་པོ་གོ་ཐོབ་ལྟར་ཆགས་བྱ་བ་ལོ་བྱས་ནས། ཐུགས་རྗེ་ཆེན་པོའི་གཞན་དབང་དུ་གྱུར་ནས། སྔོན་ནས་གདུལ་བྱའི་ཁམས་དང་མོས་པ་དང་འཚམས་པར་ཕྱིན་ཅི་མ་ལོག་པའི་དང་ལྟ་བ་བསྟན་མཁན་བྱས་ནས་གསུངས་ཏེ། དེར་སྟོན་པ་དེའི་རྗེས་སུ་ཞུགས་མཁན་གྱི་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་འདུས་ཀྱི་དེ་ཡང་སྟོན་པ་ཁོ་རང་གི་དང་མཁྱེན་པ་དང་བརྩེ་བའི་ཡོན་ཏན་དེ་ལ་ཡང་ག་སོགས་རིག་བྱེད་ཟབ་མོ་ཞིག་ནི་དང་དོད་ནང་བྱས་ཉམས་ཤིང་ནང་ངེས་ཀྱི་ཕྱག་དེ་ཡང་རེ་ང་རང་ཚོའི་ཆོས་འབྲེལ་དངོས་ཐོག་གི་དྲིན་ཅན་རྩ་བའི་བླ་མའི་དྲིན་ཅན་རྩ་བའི་བླ་མའི་བར་ལ་ཨོ་ད་གང་ལྟར་ཅིག་མཁྱེན་བརྩེ་ནུས་པའི་ཡོན་ཏན་འདི་འདྲའི་ཅིག་དང་མངའ་བདེ་བ་ཞིག་ཕྱག་དེ་དུས་ཅིག

ཐམས་ཅད་ལོག་པའི་བརྩེ་བ་ཐུགས་རྗེ་ཆེན་པོའི་གཞན་དབང་དུ་འགྱུར་བསྡད་པ། དེ་ཡིན་པ་ཡིན་ན་ཡང་ནུས་པ་མེད་ན་ཡང་གནས་ཚུལ་ཁ་ཁར་ཏེ་ནུས་པ་ཡོད་བསྡད་པ། ལྟ་བ་དེ་འདྲས་ཀྱི་ཐག་ནས་ཨ་ནི་ང་རང་ཚོ་བོད་སྐད་སྐྱབས་གསོལ་བའི་རྒྱུ་མཚན་གསུང་བ་ནང་བཞིན་བྱས་ད་དེ་འགྲུབ་སོང་བ་རེད། དེ་འདྲས་ཅིག་གི་ཐག་ནས་ཨ་ནི་བསམ་བློ་བཏང་ན། སྟོན་པ་བཅོམ་ལྡན་འདས་ཀྱི་ལི་ཡ་མཆོད་པར་བརྗོད་པའི་ཚིགས་བཅད་གཅིག་པོ་དེའི་ཐག་ནས་ཨ་ནི་སངས་རྒྱས་པའི་ཆོས་ཀྱི། གི་རྩ་བ་རུ་གནད་འགག་རུ་གང་འདྲའི་སྦྱིན་པ་འགྲོ་སྟངས་གང་འདྲའི་ཡིན་པ་དེའི་དེའི་རོབ་རྩེ་གཅིག་གང་ཚོད་ཤེས་ཡང་ཞིག་འདུག་བ་ན་དེ་གཅིག་ཞུས། དེ་ནས་བདག་མེད་སྟོན་པ་དེ་ཡི་སྲས་ཀྱི་ཆོས་རྒྱལ་བས་མཛའ་བོ་ཀུན་གྱི་ཁུར་བསྣམས་ནས་གྲངས་མེད་བཞིན་དུ་སྤྲུལ་བའི་རྣམ་རོལ་མི་སྤང་འཇམ་པའི་དབྱངས་ལ་གུས་ཕྱག་འཚལ་ཟེར་ནས་བདག་དེའི། དེ་ནི་སྟོན་པ་བཅོམ་ལྡན་འདས་ཀྱི། ཨ་ནི། དགའ་ཕྱོགས་རེ་དཔེ་གི་ཆུད་ཚུལ། ད་ཇི་ལྟ་ཇི་སྙེད་ཀྱི་དོན་ལས་བརྩམས་པའི་ཆུད་ཚུལ། ཟབ་རྒྱས་ཀྱི་ཆུད་ཚུལ་གཉིས་ཡོད་དེ་བ་དེ། དམིགས་བཀར་ནི། པའི་ཁ་སོ་ཆུད་ཚུལ་དེ། ཨ་དཀར་སོགས་རིག་འཛིན་འབྱུང་དཔེ་གསུམ་སྣང་ཡང་གི། ཁུར་རུ་བཞེས་མཁན་དེ་བྱམས་བྱ་ཡང་གཉིས་པོ་དེ་གསུང་བ་ཡིན་པ་རེད། ད་དེ་གཙོ་བོ་ལེགས་བྱ་སྐད་དེ་གཙོ་བོ་ཡིན་ས་རེད་ཐེག་ཆེན་གཙོ་བོ་རེད། ཐེག་དམན་གྱི་པཱ་ལིའི་གཞུང་འདི་ཚོ་དང་བསྟན་པའི་གཏེར་རུ་བསྡུས་ནས་འདུ་བྱས་ནས་ཡོངས་གྲགས་བྱས་ནས་མ་གསུངས་ཞེས་པ། བཀའ་བསྡུ་འདི་ཚོ་གྲྭའི་ཡོངས་གྲགས་ཡོངས་གྲགས་བྱས་ནས་ཡོད་དེ་བ་འུ་སུང་ཆེན་པོ་དང་ནི་ཀུན་དགའ་བོ་ལ་སོགས་པ་འདི་ཚོས་པའི་ཡོངས་གྲགས་བྱས་ནས་བཀའ་བསྡུ་མཛད་བཞག་བདེ་བྱེད་ལེགས་བྱང་ནང་ལ་ཡོད་དེ་བ་ཐེག་ཆེན་གྱི་གཞུང་འདི་ཚོས་གྲྭའི་ཕལ་མོ་ཆེ་ཡོངས་གྲགས་བྱས་ནས་གསུངས་མེད་པ། དང་ནི་གདུལ་བྱ་ལས་དག་གི་ངོ་ལ་ཡང་གསུངས་ཞེས་པ་ཅིག་དང་དེའི་བཀའ་བསྡུ་མཛད་མཁན་དེ་བྱམས་བྱ་ཡང་ལ་སོགས་པ་འདི་ཚོས་བཀའ་བསྡུ་མཛད་བཞག་པ།

དེ་ནས་ཤིན་ཏུ་སྤངས་པ་དཀའ་བ་བརྒྱ་ཡན་ཡོམ་ཇི་བཞིན་དགོངས་པ་འགྲེལ་ཚུལ་ཟབ་མོ་ནི་ཀླུ་ཐམས་ཅད་ནི་གསང་དུ་ཡོངས་སུ་གྲགས་པའི་ཞབས་ལ་བདག་ཕྱག་འཚལ་ཟས་དག་སྟེ་ཀྱི། ཨེ་ནི་མི་ཡི་རྟེན་ཅན། གྱི་ཨེ་ནི་བསྟན་པ་འཛིན་མཁན་གྱི། དག་པའི་རྒྱལ་བས་ལུང་གིས་ཟིན་པ། འོ་དེ་ནས་འབྲེལ་པའི་དག་པའི་ག་ཤུག་རི་བུ་ཀའི། བསྟན་འཛིན་པའི། མཆོག་ཏུ་གྱུར་པ་དག་པ་ཟབ་རྒྱས་ཀྱི་དག་དམ་པ་གཉིས་པོ་འདི་བརྒྱུད་འཛིན་སྣ་ལྔའི་ཀླུ་སྒྲུབ་ཏུ་ཐོགས་མེད་ཉིད་སོགས་ཡིན་པ་རེད། དག། གཤེད་སྦྱིན་གྱི་གཞུང་དེ་དངོས་བསྟན་སྟོང་ཉིད་ཀྱི་རིམ་པའི་སྐོར་དེ་ནི་ཇི་བཞིན་འཇམ་དཔལ་དབྱངས་ལས་མ་བྱས་ནས་ཀླུ་སྒྲུབ་ཀྱི་གཙོ་བོ་བཙལ་འདོད་ན། རྒྱ་ཆེ་བའི་ལམ་གྱི་རིམ་པའི་སྐོར་དེ་དེ་ཇི་བཞིན་བྱམས་པ་མགོན་པོས་ཅིག་མངོན་རྟོགས་རྒྱན་དེ་ཚོའི་སྐབས་ནས་ད་ལྟ་བས་དོན་མངོན་རྟོགས་ཀྱི་རིམ་པ་དེ་དེ་མ་གསལ་བར་མ་འདོམས་པར་མཛད་ནས་དེའི་དམིགས་བསལ་གྱི་སྐབས་བབ་རུ་དེ་ཐོགས་མེད་ནས་མ་ད་བགྱིས་པ་ཡིན་པ་རེད། རྩ་བརྒྱད་རིན་པོ་ཆེ་གི་ལམ་རིམ་ཆེན་མོ། ལམ་རིམ་ཆེན་མོ་དེ། དེ་ཞི་གནས་ཡན་ཆད་དེ་དེ་ཐོག་མེད་ཀྱི་གཞུང། ཨེ་ནི། གང་ཟག་བཅུ་པོ་དེ། རྣལ་འབྱོར་སྤྱོད་པའི་ས། ཉན་ཐོས་ཀྱི་ས། དུ་བ། ཨེ་ནི། ཨེ་གང་ལྟར།

ས་དེ་འདྲ་ཡིན་པ་ཡིན་དུས། སྐབས་དེར་མི་ཆོས་ཀྱི་དེའི་ལམ་ལུགས་ཆེན་མོ་རང་ཉིད། ཐོག་མེད་ཀྱི་གཞུང་དང་ཀླུ་སྒྲུབ་ཀྱི་གཞུང་དེ་གཉིས་པོ་དེ་རྩ་བ་ལ་བཞག་ཨེ་ནི་གཞུང་གཞན་དག་ནས་མདོ་དང་བསྟན་བཅོས་ཀྱི་གཞུང་གཞན་དག་ནས་ཨེ་ནི་འབྲེལ་ཡོད་འབྲེལ་ཡོད་ཀྱི་ལུང་འདྲེན་མཛད་གཙོ་བོ་གཙོ་བོ་རྩིས་ཟེར་བ་དེ། རྒྱ་ཆེ་བའི་ལམ་དེ་ཡིན་ཏེ། ལུགས་ཐོགས་མེད་ཀྱི་གཞུང་དང། ཐོགས་མེད་ཀྱི་ས་དེ་སྔ་དྲ་སྡོམ་རྣམ་གཉིས་སའི་བདུད་བཙུན་དག་ནས་མ་གསུངས་པའི་གཅིག་དང། ཟབ་མོའི་ལམ་གྱི་རིམ་པ་འདི་ཀླུ་སྒྲུབ་ཡབ་སྲས་ཀྱི་གསུང་ཡིག་འདི་དག་མ་གཙོ་བོ་ཞེས་གསུངས་བྱ་བ་འདི་འདྲ་ཞིག་རེད་ཤག། ད་ཡོད་ཞུ་སྒོ་མ་དོན་ཡོད་མོ་རུ་བ།